དེ་རིང་འདིའི་བརྙན་ཐུང་བཟོ་དགོས་ཡ་འདི་དམིགས་བསལ་ཆེད་དུ་མངགས་ནས་བཟོ་གི་ཡོད་དེ་འདྲ་སོང་ཙང་རྣམ་པ་ཚོ་འདི་གང་མང་མང་ཞིག་བརྒྱུད་སྐུལ་གནང་རོགས་ན་ཟབ་ད་དུས་གཙོ་བོ་ང་རང་ཚོ་ནང་པ་སངས་རྒྱས་པའི་བསྟན་བདག་བླ་ཆེན་དགེ་བཤེས་མཁན་པོ་བཀའ་ཆེན་རྡོར་བཙུན་ཞུས་པ་ཡིན་ན་རབ་ཏུ་བྱུང་བ་ཚོ་གི་གཙོ་བོ་ཆེད་དུ་ཡིན་དེ་འདྲ་སོང་ཙང་རབ་ཏུ་བྱུང་བ་ཚོས་འཕྲོད་བསྟེན་གི་ཆེད་དུ་ཨེ་ནི་གུས་པས་གནད་འགག་གཉིས་ཆེད། མ། དངོས་ཡོད་གནས་ཚུལ་དང་ནི་ཞུ་གི་ཡིན་འདི་རྣམ་པ་ཚོ་ཡིན་གཅིག་མིན་གཅིག། དེ་ནི་ཐུགས་སྣང་གནང་དགོས་ཡ་གཅིག་དང་གང་ཐུབ་ཐུབ་བར་བརྒྱུད་བསྐུལ་གནང་དགོས་ཡ་གཅིག་ཆགས་ཀྱི་ཡོད་རེད་དེ་འདྲ་སོང་ཙང་བསྟན་པ་སྤྱི་དང་རབ་ཏུ་བྱུང་བ་ནི་ལྷག་པར་དུ་གཞན་ཕན་གྱི་བསམ་བློ་བཏང་མཁན་ཅིག་ཡོད་ཡིན་པ་ཡིན་ན་དེ་ནི་གནས་ཚུལ་འདི་གང་མང་མང་ཞིག་བར་བརྒྱུད་བསྐུལ་གནང་རོགས་གནང། དེ་ནི་རྣམ་པ་ཚོ་འདི་དང་འབྲེལ་བའི་དོགས་འདྲི་ཡོད་པ་ཡིན་ན་ཐད་ཀར་བོད་པ་ལ་འབྲེལ་བ་ནང་བཞག་པ་ཡིན་ན་འགྲིག་གི་རེད་གུས་པའི་ཁ་པའང་འདྲ་དེ་ཡོད་རོ། ད་འདི་ག་རེད་ཤོད་གི་ད་ཕྱིས་སུ་ད་ཅིག་དྲ་ལམ་ཁག་ནང་ལོག་ནས་ད་ང་རང་ཚོ་གི་བསྟན་པའི་བདག་པོ་བླ་ཆེན་དེ་ནི་དགེ་བཤེས་མཁན་པོ་སྤྲུལ་སྐུ་དགོང་ལོ་ཆུང་ཆུང་མང་པོ་ཅིག་གིས་ནི་ཞབས་མྱོང་བའི་དཀའ་ངལ་དང་དེ་འདྲས་ཀྱིས་ཅིག་ང་རང་ཚོ་གི་ད་ཅིག་ན་ཚ་འདི་ལ་ཅིག་རྒྱུན་ལྡན་གྱི་གྲུམ་བུ་རེད་ཟེར་ཡག་དང་ཆུ་སེར་རེད་ཟེར་ཡག་དང་གྲང་ཤི་རེད་ཟེར་ཡག་གིས་ནི། ན་ཚ་གང་ལ་དངོས་གནས་ཀྱི་ར་འཕྲོད་མ་བྱུང་བ་བྱས་ནས་དེ་འདྲའི་གི་ནི་ཅིག་དཀའ་ངལ་མང་པོ་ཅིག་འཕྲད་བསྡད་ཀྱི་འདུག་འདི་དག་ངས་སེམས་པས་མ་བཟོད་པའི་ཐོག་ནས་མང་རྣམ་པ་ཚོ་ལ་ཞུས་བསྡད་ཀྱི་ཡོད། ད་ཐོག་མར་ཞུ་ཡག་གི་འདིའི་ནང་ལོགས་ནས་གནད་དོན་གཉིས་ཀྱི་ནང་ལོགས་ནས་གཉིས་དེ་ག་རེ་ཞུ་མིན་ན་གཅིག་ང་རང་ཚོ་ནམ་རྒྱུན་དུ་ཨེ་ནི་བཞུགས་སྟངས་དང་ཨེ་ནི་དཔལ་མོའི་ན་ཚ་དང་སྐྱེས་པའི་ན་ཚའི་སྐོར་ལ་ཞུ་ཡག་ཡིན་གཉིས་པ་དེ་ནམ་རྒྱུན་དུ་ང་ཚོ་བླ་ཆེན། དེ་ནས་དགེ་བཤེས་མཁན་པོ་སྤྲུལ་སྐུ་དུ་ལྷ་གཅིག་སོ་སོའི་མི་ཚེ་གཅིག་གི་ལས་དོན་ཆོས་སློབ་གཉེར་ན་ཚང་མ་གྲུབ་ནས་ཨེ་ནི་མཚམས་ཉིན་འབྲུ་བསྣམས་པའི་སྐབས་ལ་ཡང་ཐུགས་སྣང་གནང་དགོས་ཡ་གཅིག་བྱེད་དགོས་འདུག་འདི་དགུ་ལ་ཞུ་ཡ་ཡིན། ད་རྒྱུན་དུ་ང་རང་ཚོ་ད་ཅིག་གདན་ས་ཁག་ནང་ལོགས་ཡིན་པ་ཡིན་ནས་དགོན་སྡེ་གྲྭ་ཚང་གང་བ་ཡིན་པ་ཡིན་ནས་ད་ཆུང་དུས་ལོ་ཕལ་རྗེས་དགོན་པ་ག་འདྲེ་ཅིག་ནང་ལ་ཡིན་པ་ཡིན་ནས་ཅིག་བསླབ་པ་མཐར་སོན་པ་ལ་ལོ་ཉུང་མདའ་ལ་བཅོ་ལྔ་དེ་འདྲེ་ཞིག་གུ་གུ་ཡ་ཉུང་མདའ་ལ་འདིའི་བརྒྱུད་རིམ་ནང་ལོགས་ལ་ད་ཅིག་འཕྲོད་བསྟེན་གྱི་ཐོག་ནས་འཐུས་ཤོར་ཤུགས་ཆེན་པོ་ཤོར་གྱི་ཡོད་རེད། ང་ཚོའི་སྤྱི་ཚོགས་འཕྲོད་བསྟེན་ཞན་པོ་རེད། དེ་ནས་བསླབ་པ་སློབ་གཉེར་མཐར་སོན་པའི་ཞོགས་གུ་ལ་ཨེ་ནས་སོ་སོ་ཨེ་ཅིག་མཁན་པོ་བྱེད་ཡ་དང། དགེ་བཤེས་ཀྱི་ཆོས་བཤད་ཡ་དང་དཔེ་ཆ་ཁྲིད་བསྡད་ཡ་དང། འོ་ད་ཅིག་མི་མང་ལ་བཀའ་ཆོས་གནང་ཡ་འདི་འདྲའི་གྱི་ཐོག་ནས་རྒྱུན་རིང་པོ་ཞོར་རྗེས། ཁྲི་སྒང་ལ་ཞུགས་བ། བདུན་རིང་པོ་བཞུགས་ཚེ་ཁྲི་གང་ལ་བཞུགས་ཨེ་འདིའི་གཡས་གཡོན་ལ་རླུང་འགོག་པར་བྱས་ནས་བཞུགས་དུས་ཙང་ནས་ཨེ་འདི་ཁྲི་གང་ལ་བཞུགས་དུས་ཙང་ནས་བཞུགས་སྟངས་དེ་མ་ཏོག་སིལ་མར་བསྟོད་གུ་གུ་སྦྱིན་པ། རྩི་མ་སྒལ་ཚིགས་རེ་གུ་གུ་བྱས་ནས་བཞུགས་ཨེ་འདི་ཀྱི་རྐྱེན་བྱས་ནས་ང་ཚོའི་ཟོག་པོའི་འཇིགས་འགོག་ཚང་མ་ང་ཚོ་གིས་ད་ཅིག་བླ་རུས་གཉིས་ཀྱི་སྒང་ལ་སྤྱི་རུས་གཉིས་ཀྱི་སྒང་ལ་སླེབས་ནས་སྤྱི་མིག་དེ་འཁྲུགས་ནས་སྤྱི་མིག་གི་བླ་རུས་དེ་འཁྲུགས་ནས་ད་འདི་དང་འདི་འཁྲུགས་གི་ཡོད་འོག་ཏོག་བཞུགས་ཡིན་ན་འདི་གཉིས་འདི་གཉིས་ལ་འཇིགས་འགོག་ཚང་མ་ནས་བཞུགས་གི་བྱུང། སྤྱི་མིང་ནི། ཅིང། སྤྱི་མིང་གི་ཚིག། དེ་འགའི་ཕྲུག་ནི། འདིའི། ཕྲུག་ཁྱོད་ཀྱི་རྐྱེན་དེ་གི། ཁང་གཅིག་ཁོ་ཡང་དྲུག་རེད། ང་ཚོ་ཡིན་ན། ཁེ་འགྲམ་ནམ། འདབ་འགྲམ་ཞེས་བྱ། འདི་འདབ་འགྲམ་སྟོད་དུ་བྱེ་བ་དང། ཁེ་འགྲམ། སྨད་དུ་བབས་པ། འདི་གི་རྐྱེན་བྱས་ནི། འདི་མར་ཡོང་ནི། དེའི་ཚིག་འདི་ལ་དཀའ་ངལ་འཕྲད་ནི། དེ་ནས་མ། དཔེ་མོའི། མ་རྒན་གྱི་ཚིག་ཙམ་དེ་ཁྲ་ལ་ཀྲེང་པོ་ཆི་ཕག་ཚོ་ཕྱི་ནང་ལ་འགྲོ་གི་རེད་དེ་དེ་སྐབས་ཕྱི་ལ་ཚུགས་ཕྱི་ལ་སླེབས་གི་དེ་སྐབས་ཆི་ཕག་ནང་ལ་འགྲོ་འགྲོ་སོང་ཙང་དེའི་དཔལ་མོའི་ཚིག་དེ་ལ་དཀའ་ངལ་འཕྲད་ནས་དེ་ནས་ད་ང་རང་ཚོ་དགེ་གོང་ལོ་ཆུང་ཆུང་མང་པོ་ཅིག་ལ་གྲོང་པོ་རེད་ཟེར་ཡང་དང་ཆོས་སྲིད་རེད་ཟེར་ཡང་དེ་དཀའ་ངལ་དེ་དེ་འདྲས་བྱུང་བ་དེ་འདྲ་སོང་ཙང་འདི་ད་བརྒྱ་ཆ་དགུ་བཅུ་གོ་དགུ་གྲོང་པོ་དང་ཆོས་སྲིད་མ་རེད་བརྒྱ་ཆ་དགུ་བཅུ་གོ་དགུ་རྣམ་པ་ཚོའི་བཞུགས་སྟངས་འདི།

ཨ་འདི་གཉིས་གཉིས་ནི་གནད་འགག་ཆེན་པོ་ཤོས་ཅིག་རེད་ཨེ་ནས་ཉེ་འཁོར་ནས་གྲང་གློག་དང་གློག་མགོ་ཤུགས་ཆེན་པོ་བཏང་རྒྱུ་བ་མ་རེད་འོ་འདི་ཡན་ཅིན་མིན་ཚོས་ཐུགས་ལ་བཞག་དགོས་ཡག་དང་ཨེ་ནས་བླ་ཆེན་སྤྲུལ་སྐུ་མཁན་པོ་ཚོ་གི་རྒྱུན་རིང་པོ་བཞུགས་ཁྲི་གང་ལ་བཞུགས་ཡག་དང་རྒྱུན་རིང་པོ་དཔེ་ཁྲིད་གནང་ཡག་འདི་ཧང་སང་གི་སྐུ་གཟུགས་ལ་གནོད་པོ་ཡོད་འདི་འདྲ་གསུངས་ན་འདི་ཡན་ཅིན་མིན་ཚོས་ཐུགས་ལ་བཞག་གནང་རོགས་གནང་འདི་དང་འབྲེལ་བའི་ཨེ་ནས་དགོན་སྡེ་གྲྭ་ཚང་ལ་འཕྲོད་བསྟེན་གི་ལམ་སྟོན་ཞུ་དགོས་ཡག་ནི་ང་ལ་གསུངས་ཞུ་ངས་གང་ཐུབ་ཐུབ་འབད་བརྩོན་ཞུས་ཆོག་རང་གང་ཤེས་པ་དེ་ངས་ཞུས་ཆོག། དེ་གཅིག་རེད། ད་ང་ཚོ་ཕྱིས་སུ་དེ་འདྲའི་ངས་མཐོང་དུས་ང་དངོས་གནས་སེམས་ལ་དཔེ་འདི་ཡོང་གི་འདུག་རེད་བ། གཅིག་རེད། གཉིས་པ་དེ། ད་ང་ཚོ་དགོན་སྡེ་གྲྭ་ཚང་ཁག་ནང་ལ་ད་ཅིག་བསླབ་པ་ཐ་མ་མཐར་སོན་ད་སོ་སོ་ཐ་མ་དེ་ལ་ཅིག་སྒོམ་སྐྱོན་ཡང་དང་མཚམས་བསྙེན་སྒྲུབ་ཞུ་དུས་ད་ནི་ཡང་གློ་བུར་དུ་མཚམས་བསྙེན་སྒྲུབ་ཞུགས་དྲན་པ་དང་ནམ་བསམ་ན་ཨེ་དེའི་རིགས་ལ་དེ་ནི་གཅིག་རླུང་གི་ན་ཚ། དེ་ནི་དཀའ་ངལ་མང་པོ་ཞོ་གཉིས་མ་ཁུག་ནས་དཀའ་ངལ་ལྔ་བདག་ཡོང་གི་འདུག་བསམ་དེ་འདྲའི་དཀའ་ངལ་མང་པོ་ཞོ་བྱུང་གི་འདུག་དེ་འདྲ་སོང་ན་ད་མི་ཚང་མ་ལ་དེ་འདྲ་ཡོང་གི་མ་རེད་དེ་མི་མང་པོ་ཅིག་ལ་དེ་འདྲ་ཡོང་བསྡད་ཀྱི་འདུག་དེ་འདྲ་སོང་ཙང། རྣམ་པ་ཚོ་གི་མཚམས་བསྙེན་སྒྲུབ་ཞུ་མཁན་སུ་འདྲ་ཅིག་ཡིན་པ་ཡིན་ནས་དང་པོ་ཐུགས་སྣང་གནང་དགོས་ཡ་དེ་ག་རེ་རེད་ཞུ་ན་ང་རང་ཚོ་མི་ཚང་མ་ལ་བར་ཆད་དང་རྣམ་རྟོག་དང་གནོད་པ་བསལ་ཏེ་ང་ཚོ་ཁས་ལེན་གྱི་ཡོད་རེད་དེ་ཡིན་པའི་རྒྱུ་གུ་ཞུ་གུ་ལ་མ་རིག་པ་དེ་ཡོད་པའི་ཞུ་གུ་ལ་རྣམ་རྟོག་དེ་ཡོང་གི་ཡོད་རེད་ཞུ་མ་ཐུབ་གི་དེ་འདྲ་སོང་དང་དེ་ནས་རྣམ་རྟོག་འདི་ལས་སྒྲོལ་བའི་ཐབས་ལམ་ལ་དར་བཅས་རླུང་རྟ་འཆག་པ་དང་ཟེ་ཡ་དེ་ཚོ་ལས་སྒྲོལ་བའི་ཐབས་ལ་དང་པོ་དེ་ག་རེ་ཁྱེད་རང་མཚམས་བསྙེན་སྒྲུབ་ཞུ་གི་ཡོད་ན་ཁྱེད་རང་གི་ད་ལོ་མཚམས་བསྙེན་སྒྲུབ་ཞུ་ཡག་གི་ལོ་དེ་ག་རེ་ཁེལ་གི་རེད་ཁྱེད་རང་གི་ལོ་དེ་ལ་བཀག་ཁེལ་གི་ཡོད་པ་དང་དགོས་མེད་ནང་ལ་ཚུད་གི་ཡོད་པ་དེ་འདྲ་ཡིན་པ་ཡིན་ན་དེ་ཡིན་གཅིག་མིན་གཅིག་གཏོར་བཅོས་གནང་དགོས་ཡ་དང་ཡང་མིན་ན་ལོ་གཅིག་འགྱངས་དགོས་ཡ་དེ་གལ་ཆེན་པོ་རེད། རེད་བ། ད་དེ་གནང་གི་ཡོད་པ་ཡིན་ན་གལ་ཆེན་པོ་ཞོ་ཅིག་མ་རྒྱང་དགོས་ཡ་མེད་གཏོར་བཅོས་གནང། གཏོར་བཅོས་གནང་དགོས་ཡ་ཏག་ཏག་ཏག་ཏག་ཡོད་རེད་དེ་ཚོ་གནང་ལ་གཏོར་བཅོས་དེ་གནང་ཨེ་ནས། སྨན་པ་ཅིག་ཚང་ལ་འགྲོ་ནས་དེའི་སྐོར་ལ་ལམ་སྟོན་ཞུ་དགོས་རེད། ད་མཚམས་བསྙེན་སྒྲུབ་ཞུ་དུས་ད་ནས་མཚམས་བསྙེན་སྒྲུབ་ཟླ་བ་གསུམ་ཟླ་བ་དྲུག་ལོ་ངོ་དེ་འདྲའི་ཞུ་ངེས་རེད་ལོ་གསུམ་ར། དེ་འདྲའི་ཞུ་དུས་ད་ནས་ག་རེ་ད་ག་རེ་དཀའ་ངལ་ཡོང་གི་རེད་ཟེར་བ་ཡིན་ན། ད་རླུང་གི་ན་ཚ་ཡོང་གི་རེད་ད་རླུང་གི་ན་ཚ་ཡོང་བའི་རྐྱེན་ཚང་མ་ཚང་ཡོང་རླུང་སློང་བའི་རྐྱེན་ཨེ་ནས།

རེད་བ། ཨེ་ནི་དེའི་སྐབས་ལ་དགོངས་དག་ག་ལ་དགོངས་སྤྱོད་གནང་དགོས་ཡོད་རེད་དགོངས་སྤྱོད་གནང་ཡོད་སྐབས་དེ་ལ་ཡང་རླུང་འཕེལ་ཡོང་དགོས་རེད་རླུང་འཕེལ་ནས་ཡང་བསྐྱར་རླུང་སྐྱེ་ཡག་གི་རྐྱེན་གཅིག་བྱས་ཡོང་དེ་འདྲས་རླུང་སྐྱེ་ཡག་གི་རྐྱེན་མང་པོ་ཞོ་གཅིག་དུས་གཅིག་ལ་བྱས་ཡོང་དུས་ད་ནི་ཨེ་ནི་དེའི་རིགས་ལ་ནམ་རྒྱུན་དུ་མི་གོང་རང་རང་བཞིན་རླུང་ཤེད་ཡོད་པ་དང་ཨེ་ནི་ཅིག་སོ་སོའི་ཅིག། ལོ་ཚོད་ཀྱི་དབང་གིས་ནི་བཀག་དང་བར་ཆད་དང་དོགས་པའི་དུས་ཚོད་སླེབས་ཡུལ་དུ་ནི་ཚང་མ་རྐྱེན་ཚང་མ་སྡོམ་ཡོང་དུས་དང་ནི་ནི་ཁག་ཅིག་ལ་དཔེ་མི་སྲིད་པའི་དཀའ་ངལ་འཕྲད་ཡོང་དོ། དེ་འདྲ་སོང་ཙང་དེའི་རིགས་ཀྱི་རོ། མཚམས་བསྙེན་སྒྲུབ་ཞུ་ལྔའི་རིགས་ཀྱི་རྣམ་པ་ཚོ་ཡིན་གཅིག་མིན་གཅིག་ད་ལྟ་གུས་པས་བཤད་པའི་གནད་དོན་འདི་ཐུགས་ལ་བཞག་ནང་དགོས་ཅིག་བྱ་གི་ཡོད་རེད། ཨེ་ནི་གལ་སྲིད་སེམས་གཉིས་མ་གོ་བ་དང་དེ་འདྲ་ཅིག་ཤ་ཆུ་གི་མེད་པ་ཡིན་ན་གར་ཅོག་རེ་སྐབས་སྐབས་ལ་ཨེ་ནི་དགོན་བདག་དེ་ཚོ་དཔག་སྙམ་དུ་དང་དེ་རེ་ཉིན་དགོན་དེ་ཚོ་དཔག་སྙམ་དུ་ཨེ་ནི་མར་ཀུ་ལུ་ནི་ཆོས་ཡག།

གང་ཡོང་བར་ཁོ་མོས་པའི་དབང་གིས་ནི་སྨན་ཡིན་བསམ་པའི་མོས་པ་གནང་ཞིང་དྲི་བར་བ་ཡིན་འཇིག་མི་འཇིག་ཤ་ཟ་བར་ཤ་གི་ཁོ་བོ་ཤ་བུ་བཏུང་བས། ཨ་ནི་དེའི་སྐབས་ལ་ཡིན་འཇིག་མི་འཇིག་རྣམ་པ་ཚོ་གར་སྣང་བ་ལ་ནི་བུད་མེད་ཟོག་པོ་ལ་སྟོབས་སྐྱེད་ཡག་གི་སྨན་དང་རླུང་ཁ་སྙོམས་ཡག་གི་སྨན་ཚ་གྲང་སྙོམས་ཡག་གི་སྨན་འདི་གསུམ་ཡིན་འཇིག་མི་འཇིག་ཆོས་ཐུག་ན་ཡག་པོ་ཡོད་རེད་འོ་འདི་ཡིན་འཇིག་མི་འཇིག་རྣམ་པ་ཚོའི་ཐུགས་ལ་བཞག་ཨ་ནི་ནད་རྐང་གཉིས་འདི། ནི་བླ་སྤྲུལ་དགེ་འདུན་ཚོའི་ཆེད་དུ་གུས་པས་དེ་རིང་འདི་མ་ཞུས་པ་ཡིན་རྣམ་པ་ཚོས་འདི་གང་ཐུབ་ཐུབ་བྱ་རྒྱུ་གུས་གནང་རོགས་གནང་འདི་དང་འབྲེལ་བའི་འཕྲོད་བསྟེན་གྱི་ལམ་སྟོན་དང་གུས་པའི་ངོས་ནས་ཕན་ཐོགས་འགོག་རྒྱུ་ན་དགོན་སྡེ་གྲྭ་ཚང་སུ་འདྲ་གཅིག་གི་སྐད་གདངས་ཡིན་ནི་གུས་པས་སྦྱར་གྱི་ཡོད་རེད་བ། འདི་སོང་ཙང་རྣམ་པ་ཚོས་འདི་གང་མང་མང་ཞིག་གུས་གུས་གནང་རོགས་གནང་ཞུ་ཡ་ཡིན། ཐུགས་རྗེ་ཆེ།